རྒྱ་བབ་བར་དུ་ཚར། རྒྱལ་པོ་དཔལ་གྱི་སྡེ། ཤཱི་ལི་སེ་ན་རྒྱལ་པོ་དཔལ་གྱི་སྡེ་དེ་དག་ཁོ་རང་གྲོང་ཁྱེར་དེ་ཨ་རིས་ཏྲ་དེ་ལ་ཡོད་རེད། ད་ཁོ་རང་ཁོ་རང་གི་ཆེ་བ་མང་པོ་ཞིག་བགྲངས་ཡོད་རེད། དེ་ནས་ཁོ་རང་ལ་བློན་པོ་བློན་པོ་དག། ཤ་མ། ཤ་མ་བེ་ཨ་ཡ་མ་བི་དུ་ཤ་འམ་ན་ནི་ད་ཁ་ཚང་འདི་ནས་ད་གྲོས་བྱེད་བྱས་པ་རེད། འདི་ད་བེ་གེ་ལ་ད་མཚུངས་པར་ང་ལ་བ་འགྲོ་བ་ལེད་དོ། ནི་རེད། ཕ་ཅེ་ད་ཤ་མ་བེ་ཨ་ཡ་མ་འདི་ལན་གོ་བ་འདི་བེ་ཡིན་དོ་ཁ་བུ་དོ་ག་ལམ་ད་ཤ་མ་གི་གོ་བ་ལོ་ག་ཡོད་རེད་བེ་ཨ་ཡ་མ་གི་དོ་ད་ལོ་ག་ཡོད་རེད། ནི་ཁོ་བློན་པོ་ལ་དགོས་བི་གི་ཡོན་ཏན་འདི་གཉིས་ཚང་དགོས་ཡ་དང་ཅིག། དེ་ནས་ཡོན་ཏན་དྲུག། ཡོན་ཏན་དྲུག་གི་མིག། ཡོན་ཏན་དྲུག་ཤེས་པའི་མིག་དང་ལྡན་པ། དེ་འདྲའི་གི་ད་བློན་པོ། སྟོང་ཕྲག་བཅུ་གཉིས་ཐམ་པ་གི་ནི་རྒྱལ་པོ་དེ་བསྟན་ཏེ་ཡོད་རེས་རྒྱལ་པོ་ལ་བསྙེན་བཀུར་བྱས་ཡོད་རེས་པར་གཡུག་པ་ས་སྟེ་ཡོངས་སུ་བསྙེན་པ། ཁ་ཚང་གི་བར་དུ་བྱུང་ལ། ད་ཏི་ཅད་ཀྱིས་ང་ཚོས་ཀྱི། སྙན་རྩོམ། རྩོམ་དེ་འདྲའི་དྲི་བ་འདྲ་བོ་ཆ་ཚང་མེད་ན་ད་ཅིག་དང་པོ་ཡུལ་ཁོ་པ་ཅེས་འདི་ཅི་ར་མིན་ན་ངོ་སྤྲོད་བྱས་པ་འདི་ནས་བྱས་ད་ད་ནས་རྒྱ་བོ་འདི་གིས་ཡུལ་ཨ་རི་སྟ་ངོ་སྤྲོད་བྱས་པ་རེད་འདི་ཅི་ར་ད་རྒྱ་བོ་འདི་གིས་ཆེ་བ་བརྗོད་རེད་དེ་ནས་འདི་ཅི་ར་ད་རྒྱ་བོ་ལ་བླུན་པོ་ག་འདྲ་ཡོད་པ་ད་འདི་ཅི་ར་ད་རྒྱལ་པོ་གིས་སྐྱེ་བོ་མི་སེར་ག་འདྲ་ཡོད་པ་ཤེས་དགོས་ར།

གར་བྱེད་ནི་ཁོ་རྒྱལ་བ་དང་ལྡན་པ་ཕྱྭའི་བླ་མ་དང་རྒྱལ་པོ་ག་འདྲས་ཡོད་པར་འདི་ནང་བཞིན་གྱི་སྐྱེ་དགུ་ཡོད་རེད། དཔེར་ན་ཡ་ཐ་ར་ཛཱ་ད་ཐ་པར་ཛཱ་འདི་དང་གཅིག་པ་ན་རྒྱལ་པོ་ག་འདྲས་ཡོད་པ་ནང་བཞིན་འབངས་འདི་ཕྱྭ་གི་རེད་ལ་ཡ་ནས་ད་རྒྱལ་པོ་གྱི་ཡོན་ཏན་དང་མཚུངས་པ་སྐྱེ་དགུ་དུ་ཚོ་ཆགས་པ་རེད། འདི་སྐབས་སུ་ད་འབངས་འདི་ག་རེ་ལ་དཔེ་བཞག་རེད། བུད་མེད་ལ་དཔེ་བཞག་རེད། ཨིསྟི་རཱ་ཨི་ཝ་པར་ཛཱ་དགུ་ནི་ཡོན་ཏན་གྱི་སྒོ་ནས་ད་འདི་མ་རེད་རེད་འདྲི་བྱེད་རྒྱལ་ཡིན། ཟླ་འདི་ལ་ངེད་ཀྱིས་བོད་སྐད་ལ་ག་རེ་བྲིས་ཤེ་ལབ་ན་ནི། ཆོས་རྩོལ་སྦྱིན་པའི་རྒྱལ་པོ་དེར་སྐྱེ་བོ་ལེགས་སྤྱད་ལྡན་པར་འགྱུར། སྐྱེ་དགུ་རྗེས་དང་ཡོན་ཏན་གྱིས་མཚུངས་པ་ཁོ་ན་བུ་མེད་བཞིན། དེ་རྩོམ་པ་དག་འདི་ལྟོས་གོ་བདེ་བོ་བྱས་ན་འདི་ཨིནྡྲ་རུ་བྲིས་ན་ཡག་ཟེར་སོང་ཟེར། རྒྱལ་པོ་ཆོས་ལ་གཞོལ་བ་དེར། སྐྱེ་དགུ་ལེགས་བྱས་ལྡན་པར་གྱུར་འདི་གང་ཡིན་པ་དེའང་ཅི། བུད་མེད་བཞིན་དུ་སྐྱེ་དགུ་རྣམས་དག། འདོད་ན་སྐྱེ་དགུ་འདི་འབངས་མི་སྲིད་དེ་བུད་མེད་ལ་དཔེ་བྱ་རོགས་དེའི་འཛད་ད། བུད་མེད་བཞིན་དུ་སྐྱེ་དགུ་རྣམས་ཡོན་ཏན་རྣམས་ཀྱིས། རྗེ་བཙུན་ཉིད་ད། རྗེ་བཙུན་ཉིད་འདི་ངེད་ཀྱི་དམར་རྟགས་བརྒྱད་པའི་གར། ག་ལ་ན་ད་བོད་སྐད་ལ་ཀློག་དུས་འཛོམས་པ་ལ་ཡང་འདྲ་འདུག་ཨ་ནི་གོ་བ་ལས་འཛོམས་པ་ཏོ་སྟབས་བདེ་བོ་རྩ་བ་ནས་ཡོད་མ་རེད་ཁོ། བོད་སྐད་ལ་སྐབས་འགར་ང་ཚོས་ཀྱིས་ཚིགས་བཅད་བྲིས་འདི་འཛོམས་པ་ལ་སྐབས་འགར་རེད་ཚིགས་བཅད། དུམ། ཀུན་མ་ཐོན་ནས་དཔེ་དཀའ་ལས་འཕྲད་ཀྱི་རེད།

ཉིད་ལགས་ཀྱི་ཚིག་ལ་དང་སྒང་ལ་སྒང་ལ་ཡིན་ན་མཚུངས་པ་ལ་ཚིག་དེ་དངོས་སུ་སླེབས་རེད་སྒང་ལ་མཚུངས་པ་ཁོ་མ་རེད་གོང་དུ་ཁོ་ན་མཚུངས་པ་ཁོ་ན་བུད་མེད་བཞིན་ལ་ཡི་ཚིག་དེ་སླེབས་རེད་ད་ལྟ་ངས་ཀྱི་འདི་བྲིས་དགོས་ཡི་རྒྱུ་མཚན་འདི་ག་ལ་མ་ད་རྗེས་དང་ཡོན་ཏན་གྱིས་ལའི་སྐབས་སུ་ད་བོད་སྐད་ལ་གོ་བ་ནི་འཛོམས་པ་ལ་སྟབས་བདེ་བོ་ཞིག་རག་མི་འདུག་བསམ་སོང་ལ་དེ་འདྲས་ཚོར་སོང་དེ་ཡིན་ཙང་ད་ག་རེ་བུད་མེད་བཞིན་དུ་སྐྱེ་དགུ་རྣམས་སྐྱེ་དགུ་འདུ་འཛོ་འདི་ནི་ཡོན་ཏན་གྱིས་ཡོན་ཏན་རྣམས་ཀྱིས་རྗེས་མཚུངས་ནི་ཡོན་ཏན་ཡོན་ཏན་གྱི་སྒོ་ནས་ནི་ཁོ་རང་གི་རྗེ་བོ་དང་མཚུངས་པ་རེད་འདི་བྲིས་པའི་དབང་དུ་བཏང་བ་ལས། ད་གཅིག་རེ་རེ་ནས་ཞུ་བ་ཡིན་ན་ནི་རྒྱལ་པོ། རྒྱལ་པོ་ཆོས་ལ་ཤོར་བ། པཱ་ར། པཱ་ར་འདི་གང་ལ་གང་ལ་ག་རེ་རེད། གཙོ་བོར་འཛིན་པར་བྲིས་ཡོད་རེད། ད་འདི་ལ། གོ་བདེ་བོ་ཡང་ཆོས་དང་ཡིག་གི་ཤོར་བ། ནམ་རྒྱུན་པཱ་ར་འདི་བོད་སྐད་ལ་རྒྱུད་འཛོམས་པ་ལ་ཤོར་བ་དང་ནི་ལྷུར་ལེན་པ། བྲིས་ཀྱི་རེད། པཱ་ར་འདི་གཙོ་བོ་ཡང་རེད། གཙོ་བོར་འཛིན་པ་ལ་སྐབས་སུ་ཡང་ཚིག་བྱམས་པ་ཡོད་ན་བསམ་ཡས་ཀྱི་དོགས་པ་སླེབས་སྲིད་ཀྱི་རང་ཡང་འདི་ཡིན་ཟ་ད་ཆོས་ལ་ཤོར་བ་བྲིས་རེད། རཱ་གི་དར་མ་པཱ་རའི་རྟ་སྨིན་ཚང་མ་རྣམ་མེད་བདུན་པ་རེད། ད་བསམ་གི་ལ་ག་རེ་ཡོད་ལབ་ན་རྣམ་དབྱེ་ཁོ་ན་གི་སུ་ཚིག་འདི་ག་རེ་ག་རེ་ཡིན་པ་ལམ་སང་སུ་བཏོན་ནས་སླེབས་ཀྱི་རེད་ད་བོད་སྐད་ལ་རྣམ་དབྱེ་ཁོ་ན་གི་ལེགས་ཐོས་ཡོད་མ་རེད་འདི་ཡིན་ཙང་འབྲེལ་བ་ཡོད་པ་ཚང་མ་མཉམ་དུ་མ་བཤད་ན་ཚང་མ་འཐོར་འགྲོ་གི་རེད་བསམ་གི་ལ་རྣམ་དབྱེ་ཁོ་ན་གི་འབྲེལ་བ་བཟོ་རྒྱུ་ཡོད་པ་ཡིན་ཙང་མཉམ་དུ་བཞག་དགོས་ཀྱི་ངེས་པ་རྩ་བ་ནས་ཡོད་མ་རེད། རྒྱལ་པོ་ཁྱོད་ལ་གཞོལ་བ་དེར། སྐྱེ་བོ་ལེགས་བྱས་ལྡན་པར་འགྱུར། སྐྱེ་བོ་འདི་དག་བོད་སྐད་ལ། ཇག་ན་ལའི་དེ་བོད་སྐད་ལ་བསྒྱུར་ཙམ་ལ་ག་དུས་ནས་སྐྱེ་བོ་བྲིས་ཀྱི་ར། དཔེར་ན། སོ་སོའི་སྐྱེ་བོ། པིར་ཚག་ཇག་ན། དཔེར་ན། སྐྱེ་བོ་དམ་པ། ས་ཇག་ན། སྐྱེ་བོ་ངན་པ། མདོར་ཇག་ན། མདོར་ན། བོད་སྐད་ཀྱི། བསྒྱུར་ལ་ཆ་མཚོན་པ་ཡོད་ན། པོད། ལེགས་སྦྱར་གྱི་ཚིག་ལ་དཔེ་བཙུན་པོ་བྱ་ཡི་རོ། འདི་ཡིན་ཙང། སྦྱང་ལ་ལ་སྐྱེས་བུའི་དོན་དུ་ཡོད་པ་ཡིན་ཙང་སྦྱང་དང་འབྲེལ་བའི་གྱི་ཚིག་བཞི་སླེབས་ན་ད་ཚང་མ་ཕལ་ཆེར། སྐྱེ་བ་ཡོད་པ་ཕལ་ཆེར་ཁྱབ་རེད་དཔེར་ན་པྲ་ཇཱ། སྐྱེ་དགུ། འདི་ལ་ད་ཚིག་གྲོགས་ཚིག་གྲོགས་འདྲ་མི་འདྲ་ཡོང་དགོས་ཁོ་བོ་རེད། སྐྱེ་དགུ། ལེགས་བྱས་བདེན་པ་སུ་གྱུར་ཏེ་ཏག་ཏག་སུ་དེ་ལེགས་པ་རེད།

བུད་མེད་བཞིན་དུ་སྐྱེ་དགུ་རྣམས། པྲཱཇཱ་སྐྱེ་དགུ་འདུ་འཛོ་བུད་མེད་བཞིན་དུ་ཨིསྟི་རི་ཡ་ཨི་བ། ཡོན་ཏན་རྣམས་ཀྱིས། ད་འདིར་ངས་ཡོན་ཏན་རྣམས་ཀྱིས་ཅེས་ཡོད་རེད། གར་སོང་ཚིག་ལ་རྟགས་དང་མ་དགུ་ནས་ཡོད་རེད་རྣམ་དབྱེ་གསུམ་པ་གྱི་མང་ཚིག་ཡོད་རེད། ཨིསྟི་རི་ཡ་རྣམ་དབྱེ་དང་པོ་གྱི་མང་ཚིག་རེད། པྲཱཇཱ་རྣམ་དབྱེ་དང་པོ་གྱི་མང་ཚིག་རེད། དེ་ཡང་ཅིག་བར་ཏིརི་ཏུ་ལི་ཡ་རྣམ་དབྱེ་དང་པོ་གྱི་མང་ཚིག་རེད་ཏག་ཏག་ཚང་མ་མཐུན་རྒྱུ་རེད་བུད་མེད་འདི་གོང་དང། སྐྱེ་དགུ་རྣམས་འདི་བུད་མེད་ནང་བཞིན། ནི། རྒྱལ་པོ་དང་རྗེ་བོ་དང་མཚུངས་པ་རེད། ད་བར་ཏིལ་ལགས་ཀྱི་ཚིག་ལ་ཡང་ང་ཚོ་གིས་བསམ་བློ་བཏང་དུ་འཛོམས་པ་ལ། རྗེ་བོ་དེ་བར་ཏིལ་འདི་བོད་སྐད་ལ་ཁྱོ་ག་ཡང་བརྒྱུད་རྒྱུ་རེད་བཀག་དགོས་རེད། བར་ཏིལ་འདི་བཀག་པ་རེད་ད་བདག་པོ་ལ་བརྒྱུད་རྒྱུ་རེད་ད་འདིའི་སྐབས་སུ། འདིའི་སྐབས་སུ་ད་རྒྱལ་པོ་དང་ཁྱོ་ག་གཉིས་ཀ་ལ་གོ་ཡ་གི་སྐབས་ཡོད་ར། དེ་ནས་རྗེས་སུ་ཉིད་འབའ་བ་འདི་ཨེ་ཨེ་བ་འདི་ཉིད་བྲིས་རེད། ད་དུང་ཡིན་ན་ཡང་ང་ལ་ཐད་ཀར་ལས་ཅི་ག་རེ་ཕྲད་ལབ་ན་འབའ་བ་འདི་ལ་ཡི་ཚིག་འདི་མ་བྲིས་ཐུབ་ཡོད་མ་རེད། ལེགས་སྦྱར་གྱི་ཚིག་ལྟ་དུས་ཚང་མ། སྤྱིར་བཏང་བོད་སྐད་ཀྱི་འགྱུར་དེ་ག་འདྲས་ཡོད་རབས་ན། Sanskrit གྱི་ཚིག་གཅིག་ཀྱང་མ་ཕྱེས་པར་བྱས་ནས་བོད་སྐད་ལ་བསྒྱུར་ཡ་དེ་བོད་སྐད་ཀྱི་འགྱུར་གྱི་ཡོད་ན་མེད་ན་གྱི་ད་ཆ་བ་ཆེ་ཤོས་དེ་འདི་རེད། དེ་ཡིན་ཟ་ད་ཕ་ཆ་འགྱུར་གྱི་ནང་ལོ་ལ་འཛམ་བུ་གླིང་ནང་ལོ་ལ་ཕ་ཆ་བོད་སྐད་ནང་ལོ་ལ་འགྱུར་ཆགས་པ་ན་བཞིན་ཕ་ཆ་ཧ་ལམ་འཛམ་བུ་གླིང་གི་སྐད་ཀྱི་བྱམས་པ་ལ་ཕ་ཆ་ད། བྱུང་མེད་ལ། གཅིག་ད་དང་པོ་ང་རང་བཤད་ཀྱི་ཡོད་མ་རེད། མ་ཤེས་ཀྱི་འདོན་གྲ་མེད་ལ་ཁ་ཅིག་ན་དཔེ་ཟ་གི་རོགས། ཡིན་ན་ད་ང་གང་གོ་ཐོས་ལ་བསམ་པ་ཡིན་ན། གཅིག་ལེགས་སྦྱར་ནས་བོད་སྐད་ལ་བསྒྱུར་བ་གནང་ཞིང། སྐད་ཡིག་གཞན་པ་ལ་ད་ལྟ་བར་ཕར་ཆེར་མ་བྱུང་བ་རེ་བོ་ཞིག་ཆགས་བསྡད་ཡོད་རེད། ཁོ་ཚིག་གི་འགྲེལ་བཤད་རྒྱ་ཡིན་ན་འདུག་ཐ་ན། གཅིག་དཔེ་ཆ་རེ་བོ་ཆེ་གི་ན་རྩ་བ་ཞིག་བསྒྱུར་ན་འདི་གི་འགྲེལ་བ་ག་ཚོད་ཡོད་པ་ཚང་མ་བོད་སྐད་ལ་སླེབས་ཐུབ་ཙམ་པ་ལ། འགྲེལ་བ་ཚང་མ་སླེ་ལ་རྩ་བ་གི་ཚིག་ཚང་མ་མ་སླེབས་ན་ནི་དཔེ་ཁག་པོ་ཆགས་བསྡད་ཡོད་རེད།

དེ་ཡི་སོ་ནམ་དབང་གིས་ནི་སྐྱེ་བོ་མཐོ་རིས་འགྲོ་བ་ཡི་ཞལ་མེད་ཁང་གི་རྒྱལ་ཆེན་གྲོང་ལམ་དང་བྲ་བ་རབ་ཏུ་བཅད་ནས་འདུག་ཡོད་རེད་ད། འདི་ལྟ་བུ་ལ་ག་རེ་ལབ་ན་ད་ཅི་སྡེ་དགེ་སྡེ་དགེ་སྡེ་དགེ་སྤར་མ་རྣམས་ལ་དག་ཆ་ལ་ཁྱད་པར་ག་རེ་ཤོ་ཡོག་པ་དང་སྣར་ཐང་སྤར་མ་ལ་ཁྱད་པར་ག་རེ་ཤོག་ཚང་མ་ཤོ་རེད་ཨང། ད། སྐྱེ་བོ་མཐོ་རིས་འགྲོ་བ་ཡིས་བྲིས་ན་ད་ཕ་ཆ་ཡག་པོ་ཡོད་རེད་བསམ་གི་འདུག་ར་སྐྱེ་བོ་མཐོ་རིས་སྐྱེ་བོ་མཐོ་རིས་འགྲོ་བ་ཡིས་འདི་སྣར་ཐང་ཏག་ཏག་ཏག་ཡིས་བྲིས་ཡོད་རེད་འདི་ང་རང་གིས་བཅོས་ཡོད་མ་རེད་ང་རང་གིས་བཅོས་པ་ཡང་མ་འོངས་ལ་བྲིས་ཀྱི་རེད། ཞལ་མེད་ཁང་གིས་རྒྱལ་ཆེན་གྲོང་ལམ་དང་བྲ་བ་རབ་ཏུ་བཅད་འདོད་ན། སྐྱེ་བོ་མཐོ་རིས་འགྲོ་མཁན་འདུ་འཛོ་གིས་གཞལ་མེད་ཁང་འདུ་འཛོ་ལ་བརྟེན་ནས་རྒྱལ་ཆེན་གྱི་གྲོང་ཁྱེར་འདི་ལམ་དང་བྲལ་བར་བྱས་པ་རེད་ལ་ཞིག་ལས། སྐྱེ་བོ་མཐོ་རིས་ལ་འགྲོ་ཡ་འདི་ཡང་ག་རེ་ལབ་ན་ད་རྒྱལ་པོ་ཁོ་རང་བསོད་ནམས་དང་ལྡན་པ་ཡིན་ཙང་རྒྱལ་པོ་ཁོ་རང་ཆོས་དང་མཐུན་པ་ཡིན་པ་ཡིན་ཙང་ཆོས་དང་མཐུན་པའི་འདི་གི་བྲིས་གོ་བ་ལ་བརྟེན་ནས་ཨ་དི་བ་ས་ལའི་ཚིག་འདི་ལ་དབང་བྲིས་ཡོད་རེད། ནམ་རྒྱུན་ཨ་དི་བ་ས་འདི་བོད་སྐད་ལ་དབང་ཕ་ཆ་རྒྱུ་རས་པས་ཁག་པོ་རེད་འདི་ཡིན་ཙང་ངེད་ཀྱིས་འདི་ལ་ཨ་དི་བ་ས་འདི་བཅོས་ནས་ག་རེ་བྲིས་རས་གོ་བ་བྲིས་ཡོད་རེད་བྲིས་མ་གོ་བ། དཔེར་ན། ང་ཚོ་ནམ་རྒྱུན་བག་ཆགས་བག་ཆགས་ལ་ལྟ་བ་སཱ་ན་ལ་ཡིད་ར། བ་སཱ་ན་འདི་ལྟར་ང་ཚོ་ནམ་རྒྱུན་དཔེ། བག་ཆགས་གཅིག་པུར་ལ་རེག་པ་ཞིག་འདི་གི་དོན་དག་སམ་དོན་སྟོན་པ་ལ་དྲི་མ་གོ་བ་ལ་ཡི་གེ་དོན་དག་འདི་ཡོད་རེད། དཔེར་ན། དཔེར་ན་སྤྱོད་འཇུག་ནང་ལ་ག་རེ་གསུངས་ཡོད་ལབ་ན། རང་གི་ཡིད་ལ་གོམས་ཕྱིར་ངས་འདི་ཙམ་ལ་ཡིད་ལ། འགྱུར། གཅིག་མ་དཔེ་མ་རོགས་ཡོད་རེད་རང་གི་ཡིད་ལ་གོམས་ཕྱིར་ངས་འདི་ཙམ་ལ་ཡིད་ལ་སྐབས་སུ་རང་གི་ཡིད་ལ་གོས་ཕྱིར་ངས་འདི་ཙམ་ལ་ཡིད་ལ་ཡོད་རེད། ད་འདི་ལ་སམ་སྐི་ལ་བྷ་གི་ལ་ག་རེ་སོ་མ་ནུ་བ་ས་ཡི་ཏུམ་ལའེ་དང་སོ་མ་ནུ་བ་བ་ཡི་ཏུམ་ལའེ་གཉིས་ཚིག་ཡོད་རེད། བ་བ་ཡི་ཏུམ་ཡིན་པའི་སྐབས་སུ་སྒོམ་ཕྱིར་རྟགས་དེ་ཡོད་རེད་ད་བ་ས་ཡི་ཏུམ་ལའེ་སྐབས་སུ་གོས་པ། ད་གོས་པ་ཡང་དག་ཆ་སྣ་ཚོགས་བྲིས་ཡོད་ར་བུ་ངོ་ད་ཁོ་བཙུན་པོ་བྱས་པ་ན་བུ་ངོ་ས་ག་ད་ག་ག་ན་གོས་གོས་ཡག་ཤོས་ར། ད་འདི་ལ་འདི་ལ་བསོད་ནམས་ཀྱིས་གོས་པ་བྲིས་ཡོད་རེད་ཨ་དི་བ་ས། ད་དྲི་མ་གོས་པ་ཨ་དི་བ་ས་འདི་དྲི་མ་གོས་པ་ལ་བྱ་རེད། རྒྱལ་པོ་དེ་ཡིས་བསོད་ནམས་གོས་པ་ལ་བརྟེན་ནས་འཇག་ན་སྐྱེ་དགུ་རྣམས་ཏི་རི་དི་བ་དགའ་མིན་ན་ནི་ཏིརི་དི་བ་ཏི་ད་ད་ལྟ་བོད་སྐད་ལ་མཐོ་རིས་གྱུར་འདུག་ད། ཚིག་ཁབ་ཏུ་གྱུར་པ་ཡིན་ན་ནི་ཏིརི་དི་བ་ཏི་ང་ཚོ་གིས་ད་ནམ་གྱི་གསུམ་ཅན་བྲིས་ཤག་ཡིན་ལ། འགའ་མིན་ན་མཐོ་རིས་འགྲོ་མཁན་ཡིན་པ་འདུག་འགྲོ་མཁན་རྣམས་ཀྱིས་ཞལ་མེད་ཁང་གི་བི་མ་ནི་ཡིན། ཤ་ཀ་ར་ན་གི་རིམ་རྒྱལ་ཅན་གྱི་གྲོང་ཁྱེར་འདི་ནི་སམ་ཅཱ་རམ། ད། ཤ་ཀ་ར་ན་གི་རིམ་དེ་གནའ་བའི་གཉིས་པ་ཡིན་པ་ཡིན་ཙང་ནི་སམ་ཅཱ་རའི་གནའ་མའི་གཉིས་པ་བྲིས་ན་ཡག་ཤོས་ར། གལ་སྲིད་ད་ནི་སམ་ཅཱ་ར་དེ་གནའ་མའི་དང་པོ་ཡིན་མི་ཐང་ན།

འཇར་མན་ཁང་གིས་བི་མ་ནི་གནམ་ཡ་དང་སུམ་པ་གྱི་མང་ཚིག་རྒྱལ་ཆེན་གྱི་གྲོང་ཁྱེར་ཤཱ་ཀ་ར་ན་གི་རིམ་ནི་འགྱུར་བ་དང་བྲལ་བ་ནི་བསམ་བྱ་རམ་གནམ་ཡ་གཉིས་པ་གྱི་ཚིག་བཤད་རབ་ཏུ་རབ་ཏུ་བྱེད། ད་འདི་ངས་ཁ་སང་ཡག་པོ་དོ་སྣང་བྱས་མི་འདུག་སྔོན་ཆད་རབ་འདི་ལ་སྔོན་ཆད་བརྡས་ཚིག་དགོས་ཀྱི་འདུག་འདི་ངས་དོ་སྣང་བྱས་མི་འདུག་ཁོ་བརྡས་ཚིག་འདྲ། ཅིག་ལྟ་ཞོག་ཡ་སྐར་མ་ཅིག།

འཇའ་ཟླ་བྷེ་ར་ནི་ཁོང་ཁྲོ་སྐྱེས་པ་ཡང་ན་འཁོན་འཛིན་སྐྱེས་ནས་སུ་ལ་སྐྱེས་པ་རེད་ཆི་ཏི་བ་དུ། ཆི་ཏི་བ་དུ་ས་སྐྱོང་ཆི་ཏི་ལ་མ་ས་ལ་གོ་གི་རེད། བ་ཏི་ལ་མ་བདག་པོ་ས་བདག་ས་བདག་ལ། འཇའ་ཟླ་བྷེ་ར་འཁོན་འཛིན་སྐྱེས་ནས་ཤ་ད་ཀར་དུ་མཆོད་སྦྱིན་བརྒྱབ་པ་གིས་ཨ་ཅིན་ཏའི་བསམ་པ་རེད། ལྷ་ཡི་འཇིག་རྟེན་དག་ཏུ་མི་ཡི་འཇིག་རྟེན་ཡང་དག་བཞུགས་མཐོང་ནས། ས་བདག་ལ་ནི་ཁྲོ་བ་དག། སྐྱེས་ཏེ། མཆོད་སྦྱིན་རྒྱས་པས་སམ། འདི་ལ་ད་ཡང་དག་ཞུགས་ལས་འདི་ད་ས་མ་བིར་ཏི་དེས་བོད་སྐད་ལ་ཡང་དག་ཞུགས་འདྲ་བོ་བྲིས་འདུག་ངས་བལྟས་ན་ཡང་དག་ཞུགས་ཡིན་ས་མ་རེད་བསམ་གྱི་འདུག་ལ། ཕ་ཅེ། བྲིས་པ་བྲིས་ན་ཡག་ས་རེད་བསམ་གྱི་འདུག་ས་མ་བིར་ཏི་བྲིས་པའི་དོན་ད་རོ། སྤྱིར་བཏང་ད་བིར་ཏི་ལས་འདི་ཞུགས་པ་ལ་འཇུག་གི་རོགས་ཡིན་ན་བིར་ཏི་ཡང་ཡིན་ས་མ་རེད་བསམ་གྱི་འདུག་བིར་ཏི་གི་ཚབ་ལ་ག་རེ་ས་མ་བིར་ཏི་འགོད་ཀྱི་རེད་བསམ་གྱི་འདུག་ས་མ་བིར་ཏི་གལ་སྲིད་ས་མ་བིར་ཏི་མ་བྲིས་ན་ནི་སྐྱོན་ག་རེ་རེད་ལབ་ན་ནི་སྡེབ་སྦྱོར་ཉམས་མེད་ཀྱི་སྐྱོན་ཡོད་རེད། དེ་ཡིན་ཚོད་ད་ས་མ་བིར་ཏི་གི་ཚབ་ལ་ས་མ་བིར་ཏི་བྲིས་ན་ཡག་ས་རེད་བསམ་གྱི་འདུག།

གོ་བདེ་བོ་ཆགས་དགོས་རེད། ག་ཅེ་ན་མ་ད། ཚིག་ལོ་དཔེ་རིང་པོ་དེ་བརྩོན་པ་ལ། བྱ་བ་པོ་དང། བྱ་ཡུལ་དང་ལ་སོགས་པ་སོང་འཁྲུལ་བ་གྱིས་དཔེ་ཉེན་ཁ་ཆགས་སྡོད་རེད། ཐ་ན། དཀའ་ལས་དེ་ངེད་ཀྱིས་སྔོན་ནས་བོད་སྐད་ལ་དཔེ་ཚོར་སོང་བོད་སྐད་དང་སྐད་ཡིག་ཞན་པ་འདི་འདྲ་ཚོར་སོང་ན། ག་རེ་ཚོད་ལབ་ན། དཔེ་རིང་པོ་དེ་བརྩོན་པ་ལ། ཁྱེད་ཀྱི་ཁྱད་ཆོས་སུས། ག་རེ་འདི་ག་རེ་གི་ཁྱད་ཆོས་ཡིན་པ་འདི་ཚང་མ་བརླག་འགྲོ་གི། ཅིག་བཟུང་མ་ཐུབ་ནས་འདི་འདི་ག་ལ་བྱེད་ལེགས་འདུག་ད་ལེགས་སྦྱར་བཀླག་པོ། ཚིག་ཏུ་བྱས་ཏེ་རྩོམ་པ་ལ་ལམ་སང་དཔེ་བསྡུམས་བདེ་པོ། ཅིག་ག་དུས་ཡིན་ནའི་སྐད་ཡིག་གི་སྒྲོམ་གཞི་འདི། སྐད་ཡིག་གི་སྒྲོམ་གཞི་འདི་ག་རེ་ག་རེ་ལ་བདེ་དགོས་རེད། བྱས་རྗེས་ལས་གསུམ་གྱི་སྒྲོམ་གཞི་ལ་ཏག་ཏག་བདེ་དགོས་རེད། ནི། Subject Verb Object གི་སྒྲོམ་གཞི་ལ་ཏག་ཏག་བྱས་ནས་བདེ་དགོས་རེད། འདི། འདི་ནང་བཞིན་ཕར་ཆེར་སྐད་ཡིག་སྦྱངས་པར་དཔེ་ཁག་པོ་ཡོད་རེད། བོད་སྐད་ཀྱི་འགྱུར་རྣམས་ལ་ད་ང་ཚོ་གིས་བསམ་བློ་བཏང་ཡས་དེ། དཔེར་ན། ཚིགས་བཅད་བྲིས་ཡས་སྐབས་སུ་ད་འདི་རྣམས་ལ། ནི་དང་དག་ལ་སོགས་པ་འདི་ཚོ་ལ་ད་སྐབས་འགར་རེ་ང་ཚོ་གིས་ཡ་མེད་སྟངས་བྱ་དགོས་ཡས་ཀྱི་གནས་སྟངས་དང་དེ་ནས་སྐབས་འགར་རེ་དོ་ཟླ་ལེན་དགོས་ཡས་གནས་སྟངས་འདི་ཚང་མ་ད་ང་ཚོ་གིས་ལྟ་དགོས་ཡས་ཀྱི་གནས་སྟངས་ཆགས་བསྡད་དགོས་རེད། ད་འདི་ལ་མཱ་ནུ་ཇཱ་ལོ་ཀའི་ནང་ད་བོད་སྐད་ལ་མི་ཡི་འཇིག་རྟེན་བྲིས་རེད་ད་སམ་སྐད་ལ་མཱ་ནུ། ད་མཱ་ནུ་ཇཱ་སེ་ལོ་ཀ་མཱ་ནུ་ཇཱ་མཱ་ནུ་ཇཱ་ལོ་ཀ་ཏའི་ནང་མཱ་ནུ་ཇཱ་ལོ་ཀའི་ནང་དུ་ཟེར་གྱི་ཡོད་དོ་ཟླ་སྟོན་དགོས་ར། མི་ཡི་འཇིག་རྟེན་དག་གིས། ལྷ་ཡི་འཇིག་རྟེན།

མཆོད་སྦྱིན་རྒྱས་པ་ཤ་སྟག་དེ་བརྒྱ་རེ། དཀར་ཐུག་དེ་མཆོད་སྦྱིན་རེ་ད་དེ་ཡིན་ཙང། མཆོད་སྦྱིན་རྒྱས་པ་ཏག་ཏག་བྲིས་ཡོད་རེད་བསམ་པ་རེད་ཨ་ཅིན་ད་ཡོད། ད་ག་རེ་བསམ་ཡོད་ལབ་ན་ད་བསམ་མེད། བསམ་མེད་ད་འདི་བསམ་རེད་ད་འདི་འདི་ད། ཅིག་ད་འདི་འདི་གི་ལེགས་སྦྱར་མ་དཔེ་དེ་རག་ཡོད་མ་རེད། ལེགས་སྦྱར་ལེགས་སྦྱར་གྱི་མ་དཔེ་མ་རག་པ་དེ་ངས་བསམ་ན་རག་ཡ། འདི་དཔེ་ཧག་པོ་བྱུང་རེད་བསམ་གྱི་འདུག།

རྒྱ་མཚོ་བཅས་ཀྱི་བསམ་བློ་འདི་འཁོར་འདུག། འདི་གི་ད་ཁོ་ལོ་རྒྱུས་ངོས་ནས་ད་གལ་ཆེན་པོ་ཆགས་འདུག་ད་ང་ཚོ་ད་ཝར་ན་སེམས་ད་སྐྱེར་ཚུལ་གཡེར་ཚུལ་མང་པོ་ལབ་ཀྱི་རེད་འདི་གི་ཁུང་བོད་ནང་ནས་ང་ཚོ་སྟོན་ཡ་ཞིག་འདུག་བསམ་སོང་ལེ། འདི་འཛམ་དཔེ་གལ་ཆེན་མ་རག་པོ་འདི་ཕལ་ཡག་པོ་ཆགས་རེད་འདི་ལ། དཔེར་ན་འདི་ལ་ག་རེ་གསུངས་ལེ་ཀྱེ་མ་ཀྱེ་མ་ས་ས་ཆོས་དཔལ་གྱིས་འདི་སོགས་ཀྱི་ཚིག་ཤོ་ལོ་ཀ་གཅིག་པོ་འདི་ཡི་རྒྱ་དཔེ་དམའ་དཔེ། འདི་ལ་གཅིག་ང་རང་གི་ཚོ་ནོར་ཡིན་རེད། ཆད་པ། འདི་ཆད་པ་འདི་ར་མ་དཔེ་པ་ཚོར་བ་ཚོར་ཉིད། མ་དཔེ་མ་དཔེ་ཚོར་ཉིད་ར་མ་དཔེ་ཚོར་མ་དཔེ་ཚོར་ཆད་པ། དབང་པོ་རྡོ་རྗེའི་སྡེབ་སྦྱར་དུ། ཟ་ཧོར་གྱི་བན་དེས་བསྒྲིགས་པ་སླར་རྒྱལ་པས་རྙེད་ན་གཅེས། བསྐྱར་གསོ་ཡང་བྱེད་པའི་རེ། གལ་སྲིད་མ་དཔེ་རག་ན་དཔྱད་པ་བྱེད་དགོས་རེད་གསུངས་ཡོད། འདི་ལ་ད་གནད་ཀ་དཔེ་གཉིས་རེད་ད་དེང་སང་ང་ཚོས་ཀྱི། བསྐྱར་གསོ་གང་དང་གང་བྱས་པ་ལས་ལེགས་གྲས་ཀྱང་མ་དཔེ་རག་ན། ང་ཚོས་ཀྱི་འདི་ལ་བལྟ་དགོས་མཁན་གྱི་གནད་དོན་འདི་ངེས་པོ་དེ་ཆགས་འདུག་འདི་དཔེ་ཡག་པོ་བྱུང་རེད།

ཀྱེ་མ། ཀྱེ་མ་ས་ཆོས་དཔལ་བསྐྱེད་དེ། ཤིན་ཏུ་སྦྱིན་པར་བྱེད་པ་དང། རྒྱལ་བའི་ཁྲིམས་ཀྱིས་སྐྱེ་དགུ་རྣམས། བདག་དང་མཚུངས་པར་རབ་ཏུ་བཀོད། རྒྱལ་ཆེན་གྱིས་ག་རེ་བསམས་པ་རེད་ལབ་ན། ད་ལྟ་ཤོ་ལོ་ཀ་འདིས་རྒྱལ་ཆེན་གྱིས་བསམས་ལ། རྒྱལ་ཆེན་གྱིས་ག་རེ་བསམས་རེད་ལབ་ན། ཨོ་རྒྱལ་པོ་འདི་གིས། ཁོ་རང་གི་སྦྱིན་པ་བཏང་བ་དང་གཅིག། རྒྱལ་སྲིད་དེ། བེད་སྤྱོད་བཞིན་དུ་བསྐྱངས་བ་ལ་བརྟེན་ནས།

གར་སྤྱི་འགྲེ་ལམ་ལ་ལྟ། དེང་དུས་ང་ཚོས་ཀྱི་གཅིག་རྒྱ་གར་སྐད་དང་བ་ཡུལ་སྐད་དང་ལ་སོགས་པ་གཅིག་གི། འདི་འདྲའི་གི་སྐད་ཀྱི་ཁྲིམས་ཀྱི་བསམ་བློ་འདྲ་བོ་གྱི་ལ་གཞིགས་བྱས་ནས་ལེགས་ཆ་དཔྱད་བརྗོད་བཏང་ཐུབ་པའི་ཁོ་ན་ཡོད་མ་རེད། ལེགས་ཆ་དཔྱད་བརྗོད་བཏང་འོག་ན་བོད་སྐད་ཀྱི་འགྱུར་གྱི་ངོ་ནས་བསམ་བློ་བཏང་ནས་དཔྱད་བརྗོད་བྱེད་དགོས་རེད་མ་གཞི་ནི་དེང་དུས་ཀྱི་འདི་ལ་གཞིགས་བྱས་ནས་དཔྱད་བརྗོད་བཏང་ག་བྱས་ན་ག་དུས་ནས་གོ་བདོ་གཡོ་ཧད་འདྲ་བོ་མ་གཏོགས་ཆགས་ཀྱི་ཡོད་མ་རེད། བོད་སྐད་ཀྱི་འགྱུར་སྟངས་འདི་རྦད་ལོ་ག་རེད། དཔེར་ན་ད་དེང་སང་ང་ཚོ་གི་ཁྲིམས་ནང་དུ་ནི་ཡ་མ་ནི་ཡ་མ་ལའི་ཚིག་འདི་ཚོ་བེད་སྤྱོད་བཏང་ཡོད་རང་འདི་གི་ཏག་ཏག་བསྡད་ཀྱི་ཡོད་མ་རེད་ད་ནི་ཡ་མ་ལའི་ཚིག་འདི་གལ་སྲིད་བསྟན་བཅོས་ནང་ལ་ཡོད་ན་ཁྲིམས་ཧ་ལམ་རྒྱུད་རད་དཔེ་ཁག་པོ་རེད་ད་ནི་ཡ་མ་ཡོད་ན་ནམ་གིན་ངེས་པ་ག་དུས་ནས་ངེས་པར་བྲི་བྱེད་ཀྱི་རེད་ལ་སོགས་པ་འདི་ཛ་ད་འདི་ཚོ་འདི་ཚོ་ད་ག་ལ་ལ་ད་ང་ཚོ་བཅས་རྒྱ་གར་ལ་སོགས་པ་འདི་འདྲའི་ཡུལ་ལ་ཡོད་དུས་ཙམ་པ་ལ་ནི་འདི་སྐད་ཀྱི་ཁྲལ་རྒྱལ་ཁྲལ་རྒྱལ་གྱི་ཤན་ཞུགས་ནས་ནི་བསྟན་བཅོས་ལ་བེད་ལྷད་ཞུ་ཡ་ཉན་ཁ་ཆེན་པོ་ཆགས་བསྡད་ཡོད་རང། རྒྱལ་བའི་ཁྲིམས་ཀྱིས་སྐྱེ་དགུ་རྣམས། ཤུ་བེ་ན་བིར་ཏའི་ན། ཤུ་བ་དེ་རྒྱལ་བ་རེད། དེ་སྐབས་སུ་ད་འདི་ལ་ཁྲིམས་དེ་བིར་ཏཱ། བྷ་ཇ་བིར་ཏཱ་ལ་ཡ་དེ་བྷ་ཇ་ངེད་ཀྱིས་འདི་སྔོན་ལ་དེབ་གཞན་པ་ཞིག་ན་གསུངས་སོ་དཔེར་ན། ངེད་ཆོས་ཀྱི་ཚུལ་ཁྲིམས་ལ་སོགས་པ་འདི་སྐབས་སུ་ར་ཡ་ནིར་ཡ་ན་བིར་ཏཱམ་ལ་ཚིག་འདི་ཡོད་རེད། རྒྱལ་བའི་ཁྲིམས་ཀྱིས་སྐྱེ་དགུ་རྣམས། པར་བྱ། བདག་དང་མཚུངས་པར་རབ་ཏུ་དགོད། བདག་དང་མཚུངས་པ་ལ་དེ་འདི་ལ་ཨཱཏྨ་ཏུ་ལེ་ཏཱ་བྲིས་རེད། རྣམ་སྨིན་གཉིས་པ་ལ་ཨཱཏྨ་ཏུ་ལེ་ཏཱམ་བདག་དང་མཚུངས་པ་པར་སྟྷ་པི་ཏཱ་བཞག་པ་རེད།

སྐད་སྐུར་འདི་ཚོ་བདག་ཉིད་དང་མཐུན་པར་མཛོད་ཀྱི་རེད་ལ་ད་ང་ཚོས་ལ་འདི་དང་མཐུན་པའི་གི་ཚིགས་བཅད་གཞན་པ་ཡང་རག་གི་ཡོད་རེད་དཔེར་ན་ཚིགས་བཅད་དཔེར་ན་ད་ང་ཚོས་ཀྱི་ནམ་རྒྱུན་ཀླུ་ཀུན་ཏུ་དགའ་བའི་ཟློས་གར་ལྟ་དགོས་ལ་འདི་རྣམས་ལ་ལ་འདི་དང་མཚུངས་པ་ཞིག་བཤད་ཡོད་རེད། ག་རེ་གསུངས་ཡོད་ལབ་ན། དཔེར་ན། རིགས་རིགས་པར་ཧུར་པའི་ལམ་ལ་བློན་པོ་རྣམས་སྦྱར་དམ་པ་རྣམས་ནི་བདེ་ལ་བཞག་དེ་བཞིན་གཉེན་གྱི་སྐྱེ་བོ་བདག་མཚུངས་ཉིད་ཅེས། གཉེན་གྱི་སྐྱེ་བོ་འདི་ཚོ་ཚང་མ་ད་ང་དང་མཚུངས་པ་བྱས་ཞེས་པའི་སླད་དུ་འདི་ར། བདག་བཟུང་ཉིད་ཀྱིས་རྒྱལ་སྲིད་དག་ཀྱང་བསྲུང་བར་བྱེད་ཡིད་ལ་རེ་བ་ལས་ལྷག་འདྲེ་སྟེར་དཔག་བསམ་ཤིང་ཡང་སློང་བ་རྣམས་ལ་སྦྱིན་འདི་ལས་ལྷག་པ་འདི་ལས་གཞན་པའི་བྱ་བ་ཅི་ཞིག་ཁྱོད་ཀྱི་སེམས་ལ་གང་ཞིག་གནས་པར་སྨོས། འདི་ལ་ད་སྐྱེ་དགུ་འདིས་སོ་སོ་ནས་མཐུན་པ་བྱས་པ་རེ་ལ་ཡ་དེ་རྒྱལ་པོ་ཞིག་གིས་ད་བྱས་ར། འདི་གིས་ད་སྒྲུབ་བྱེད་དང་ཅིག་འདི་དང་མཐུན་པའི་གི་ཁུངས་འདི་རེ་ར།

ད་ཡང་འདིའི་རྗེས་ལ་ཡང་ཤོ་ལོ་ཀ་གཅིག་ཡོད་རེད་ད་འདི་གི་ཤོ་ལོ་ཀ་འདི་ནང་རྐང་པ་རྐང་པ་གཅིག་དེ་སམ་སྐད་ལ་རག་གི་ཡོད་མ་རེད་ཡང་འདི་ནང་བོད་ཀྱི་པར་བརྐོ་མཁན་དུ་ཚོད་ཀྱི་ད་ཤན་སྦྱར་བྱེད་མཁན་ད་ཤན་སྦྱར་བྱེད་མཁན་འདི་གི་ལེགས་བྱས་ཀྱི་མ་དཔེ་མ་རག་པ་འདི་ལེགས་བྱས་ཀྱི་མ་དཔེ་རག་མ་སོང་ནས་ད་ཁོང་ཚོ་གི་མ་གསལ་པོ་གསུང་གི་འདུག་དཔེར་ན་འདི་ལ་ག་རེ་གསུང་ལེ་སྦྱིན་པའི་སྙིང་སྟོབས་མཐུ་ལྡན་ཞིང་ཞེས་པའི་ཚིག་ཚིག་རྐང་གཅིག་པོ་འདིས་སྐད་དོད་མི་སྡུག་པ་རྐང་པ་གཞན་དང་མཐུན་པར་ཁ་སྒོ་ཡང་མི་བརྡེབ་སྦྱོར་དུ་བརྡར་བརྡར་ལོས་བཀོད་པ་རྒྱ་དཔེ་རྙེད་ན་ཅི་ཡང་སྐད་ཨེ་འདོད་དྲན། ད་འདི་ལ་སོགས་པ་ག་རེ་ག་རེ་ཡོད་མ་ད་ང་ཚོ་ད་ཞི་ནས་ལྟ་ཡི་རོགས་ལ། ད་བོད་སྐད་ནང་ག་རེ་གསུང་ཡོད་ན་ད་བོད་སྐད་ནས་ཞི་ཞེས་ནས་ད་མ་སྐད་སུ་ཞིག་གིས་བཟོས་མ་རེད་ད་བོད་སྐད་དེ་ངས་སྔོན་ལ་བཞག་ཡོད་རེད། བདག་བདག་གིས་སྒྱུ་མ་གྲུབ་ནས་ནི་སྦྱིན་པའི་སྙིང་སྟོབས་མཐུ་ལྡན་ཅིང་སེམས་ནི་ཉམས་པ་མེད་པ་དེས་བསྟན་པ་རབ་ཏུ་རྟག་པར་བྱ་ད་འདི་རྒྱལ་ཆེན་གྱི་བསམ་པ་རེད་རྒྱལ་ཆེན་གྱིས་ད་ག་རེ་བསམ་པ་རེད་འོ་ད་ཁོ་རང་ག་ཚོད་ཀྱིས་མི་ནི་བསྟན་པ་དང་ལྡན་པ་བསྟན་པ་མི་བློ་སྒོ་ཆེན་པོ་ནི་བཟོད་སེམས་ཆེན་པོ་ག་འདྲས་ལས་བྱ་ཁོ་རང་གི་སྙིང་སྟོབས་ག་འདྲ་རེད་ཟེར་དུས། ཚོད་ལྟ་བྱེད་ཡག་གི་ཆེད་དུ། རྒྱུ་མ་བཀྲུས་ནས། ཁོ་ལ་ཚོད་ལྟ་བྱེད་ཀྱིན་ལ་ཡག་གི་དོན་དག་རེད་དོ། བདག་གིས་རྒྱུ་མ་གྲུབ་ནས་ནི། སྦྱིན་པའི་སྙིང་སྟོབས་མཐུ་ལྡན་ཞིང་སེམས་ནི་ཉམས་པ་མེད་པ། རྒྱལ་པོ་དཔལ་གྱིས་བཞིན་ཁོ་རང་སེམས་ཉམས་པ་མེད་པ། དེ་གིས་བསྟན་པ། བདག་གིས་བསྟན་པ། ད་ལྟ་འདི་ལ་ངེད་ཀྱི་ལེགས་སྦྱར་དང་མཐུན་པ། ལེགས་སྦྱར་གྱི་ལེགས་སྦྱར་དང་མཐུན་པ་དང་ཚིག་དེ་ཚོ་ཏག་ཏག་མཐུན་པར་བྱས་ནས་བོད་སྐད་ལ་ག་རེ་སྤྱོད་ཡ་གི་བར་བྱས་ནས། འདི་ལ། བསྟན་པ། བསྟན་པ། བསྟན་པ་རབ་ཏུ་བརྟག་པར་བྱ་གི་ཚབ་ལ་བསྟན་པ་ལ་ནི་ཤེས་བསྡོད་བྱ། ཁོ་རང་གི་བསྟན་པ་འདི་ག་འདྲའི་ཡིན་པ་འདི་ཤེས་བསྡོད། འདི་ལ་ཤེས་བསྡོད་ཞུ་གི་ཡིན་ཟེར་ལ་ཡི་དམ་དུ་ར། ད་འདི་ལ་ངེད་འདི་རྐང་པ་འདི་འདི་འདྲའི་རྒྱུད་རེད། བདག་ན་ས་བདག་ནུ་བ་བི་ན།

རྦད་བྱས་ཁོ་ན་དང་པོ་བཞི་གཙོ་ཚོགས་ཁོ་ན་དག་འདས་ཀའི་པར་མ་ལ་ཞལ་དུ་འཛོམས་པ་ལ་འདི་སྟེ་རྦད། ནོར་རྒྱུས་ལན་འདི་ལ་ཁུངས་བཅོལ་གྱི་གནད་གང་ཆགས་འདི་ཡོད་རེད། ད་ནོར་ཡོད་ན་བོད་སྐད་ཀྱི་འགྱུར་དང་གོ་བ་དང་བརྡ་སྤྲོད་དང་འདིའི་ངོ་ནས་འདི་ལ་གཞི་བཞག་ནས་ད་གཞི་ནས་དཔྱད་པ་བྱས་ཁོ། ད་འདི་ལ་ད་ཞུ་དག་བྱེད་དགོས་གི་གནད་གང་ཆགས་དགོས་ན། ད་ཡིན་ན་ད་དེབ་ནང་ལོར་ག་རེ་བྲིས་ཡོད་རེད་གསར་པའི་བྲིས་ཡོད་རེད་ད། ཅིག་བོད་སྐད་ཀྱི་འགྱུར་དང་ཨ་ནི་མ་དཔེ་ཁོ་རང་ལ་བསམ་བློ་བཏང་བ་ཡིན་ན་ཕལ་ཆེར་གསོལ་པའི་ཡིན་པ་འདུག་བཤད་ཆ་ཡོད་རེད་འདི་འདིར་ངེད་ཀྱི་གུག་རྟ་ནང་ལ་གསོལ་པའི་བྲིས་ཡོད་རེད། ཕ། མ་དཔེ་ནང་ལ་གསོལ་བའི་གཅིག་པུ་མ་གཏོགས་ཡོད་མ་རེད་གསོལ་བའི་དཔེ་ན་ཨི་ཏི་ཨི་ཏི་སམ་ཅི་ཏྱ་སུ་ཅི་རམ་གསོལ་བའི་ར་ནུ་ག་ཏ་སུ་རའི་རུ་པམ་ཤཀ་ར་པ་ར་བི་རྟི་ཡ་པ་ར་བར་ཏི་ཡ་མར་ཏི་ལུ་ཀ་མ་བ་ཏ་ར་ཏུ་སུ་ཅི་ཡོད་རེད།

དེ་ལྟར་ཡུན་རིང་རྣམ་བསམས་ནས་ད་དེ་འདྲའི་བྱས་ནས་ད་རྒྱལ་ཆེན་གྱི་ཡུན་རིང་པོ་བསམ་མོ་ད་ནི་རྒྱལ་ཆེན་གྱི་གཟུགས་བསྒྱུར་ནས། གཟུགས་ནི་གཞན་བསྒྱུར་ཏེ། གཟུགས་བསྒྱུར་བ་རེ། གཟུགས་བསྒྱུར་ནས། ལྷ་ནི་ཉུང་ངུ་དང་བཅས་པ་ནི་མི་ཡི་འཇིག་རྟེན་ལ་སླེབས་པ་རེ། ད་ཚིག་རེ་རེ་ཞུས་པ་ཡིན་ན་ཨི་ཏི་དེ་ལྟར། ཡུན་རིང་དུ་ཡུན་རིང་དུ་ལ་ཡི་ལ་བསམས་སྐད་ལ་ཚིག་ག་རེ་སུ་ཅིར་རམ། རྣམ་པར་བསམས་ནས་ལ་ཡི་སྐབས་སུ་སན་ཅིན་ཏྱ། རྒྱལ་ཆེན་ཤབ་ཀ་ར། ད་གཟུགས་བསྒྱུར་རེ། རུ་པམ་གཟུགས། གཞན་དུ་བསྒྱུར་བ་ལ་ཡི་དེ་ད་བསམས་སྐད་ལ་ཚིག་ག་རེ་རེ་པ་ར་བིར་ཏྱ། པཱ་ར་བིརྟ་འདིར་ངེད་ཀྱིས་གཞན་འདི་ལ་རྟགས་བརྒྱབ་པས་གར་ཅང་རྟགས་བརྒྱབ་ལབ་ན། འདི་གཞན་འདི་ཡིན་ཅི་མི་ཅི་ང་ཚོས་ཀྱིས་ཀྱིས་ཀྱིས་ཀྱིས་གཞན་གྱི་གཞན་ཕ་རོལ་པོ་གྱི་གཞན་ལ་དེ་འདྲའི་གོ་བ་གོ་ཡ་ཡོད་མ་རེད། གར་ཅི་ལབ་ན་ད། འདི་བོད་སྐད་ཀྱི་རྒྱུ་རྒྱུར་གྱི་ཁྱད་ཆོས་རེད། སྐབས་འགར་ཁྱད་ཆོས་དེ་ཁྱད་ཆོས་དེ་ཧ་མོ་ན་ཁྱད་ཆོས་དེ་དེ་ནས་ཁྱད་ཆོས་མ་ཡིན་པ་ད་དུང་སྐྱོན་དུ་མཐོང་ཡ་ཉེན་ཁ་ཆེན་པོ་ཆགས་ཀྱི་འདུག་ཨ། གར་ཅི་ལབ་ན་ད་བོད་སྐད་ལ་པཱ་ར་ལའི་གི་ཚིག་བྱོན་ན་མང་ཆེ་བ་ཕ་རོལ་དང་འདི་འདྲ་ཡོད་རེད་དཔེར་ན་པཱ་ར་ཀརྨ་ལའི་དེ་ཕ་རོལ་གནོན་པ་འདྲ་བཤད་ཀྱི་རེད།

འདི་ལ་འདི་མ་གཏོགས་རྗེས་འབྲང་ལྷ་ནི་ཉུང་ངུ་རེད་སྐབས་སུ་རྗེས་འབྲང་འདི་ཡང་བོད་སྐད་ལ་མིང་ཚིག་ཆགས་ཀྱི་རེད་ལྷ་འདི་ཡང་མིང་ཚིག་ཆགས་ཀྱི་རེད། ད་རེས་ཁོ་སྐད་ཀྱི་ངོས་ནས་བསམ་བློ་བཏང་ན། ལྷ་ཉུང་ངུ་གྱི་རྗེས་སུ་འབྲང་བ་རེད་ལ་སྐབས་སུ་རྗེས་འབྲང་འདི་བྱ་ཚིག་གི་རྣམ་པ་ལ་བཞག་ཡོད་ལ། ལྷ་ནི་ཉུང་ངུ་རྗེས་སུ་འབྲང། སུ་རེ། སོལ་པའི། ཨ་ནུ་ག་ད་རྗེས་སུ་འབྲང་བ་རེད། འདོད་གསོལ་དང་ནི་མི་ཡི་འཇིག་རྟེན་དུ་མར་བལྟས་ལོ་སྐམ། ད་མི་ཡི་འཇིག་རྟེན། མི་ཡི་འཇིག་རྟེན་ལ་ད་མར་བལྟས་ལའི་ཚིག་དེ་བཞིན་མི་ཡི་འཇིག་རྟེན་ད་མར་བལྟས་ལ་དེ་ཁ་བརྡོ་བསྒྱུར་ན། མར་བལྟས་ལོ་སྐར་ལ་དེ་ནི་འཆི་བའི་འཇིག་རྟེན་ཆགས་གོ། དཔེར་ན་ཨིན་ཇི་སྐད་ལ་ནམ་རྒྱུན་མི་ལ་མོ་ཁྲོལ་ལ་ཡི་ར་ཡ། ད Samskrit ལ་མར་བལྟས་ལ་ཡི་ར་ཡ། ད་བོད་སྐད་ལ་ཁ་བརྡོ་བསྒྱུར་ན་འཆི་བ་འགྲོ་བ་ཆགས་ཡི་ར། འཆི་བའི་འཆི་བའི་འཇིག་རྟེན་ལ་ཡག་སོ་ད་གལ་སྲིད་དཔོན་བསྟན་འབྱོན་རྣམས་ལ་བཀག་པར་འཆི་བའི་འཇིག་རྟེན་ལ་དེ་མི་བདུན་ཚོ་གོ་ཡ་ན་མི་ལ་ལམ་སང་མི་ལ་གོ་ཡ་རེད་ག་ཅིག་ན་ད Samskrit ཀྱི་ཚིག་མར་བལྟས་ལ་དེ་འཆི་འཆི་འོ་བ་ལ་ཡི་དོན་དེ་ར། ལྷ་ལ་བསྟོད་ན་མི་འདི་མགྱོགས་པོ་ཤི་ལ་སོགས་པ་དང་ལྷ་ཤི་གི་མ་ལ་ན་ཡག་གོ། ནང་པའི་གི་གཞུང་ལུགས་དང་ཕ་ཆེ་དགའ་གི་ལ། མི་ཡི་འཇིག་རྟེན་དག་ཏུ་མར་བརྩེ་ལོ་གམ། འཇུག་པ་རེ་ལ་དེ་ལྟར་ཨ་བ་ད་ར་འདི་ཆགས་སོང།

བཀས་བཀོད་བྱ་བ་གཙོ་བོར་ནི། ཡོངས་རྫོགས་མི་ཡི་བདག་ལ་སྨེར། ད་དེ་ལ་ཡོངས་རྫོགས་ལ་ཡི་གེ་ཚིག་ལ། ད་སྡེ་དགེ་སྤར་མ་རྣམས་ལ་གཏོགས་མ་གཏོགས་ཡོད་མ་རེད། གནའ་ཚང་སྤར་མ་རྣམས་ལ་ར་ད་ད་འདུག་ག་ས་གཏོགས་ཡོད་རེད། ད་ཡིན་ནའི་ང་རང་གིས་བསམ་བློ་བཏང་ལྟ་བྱས་པ་ན་ས་དེ་ཡ་མེད་ནས་ད་ར་ད་འདུག་གཏོགས་གཅིག་པུ་བྲིས་དགོས་རེད་བསམ་ངོ། ཡོངས་རྫོགས་མི་ཡི་བདག་ལ་སྨེར། ད་འདིའི་ད་བསྒྱུར་གྱི་ངོས་ནས་བསམ་བློ་བཏང་བ་རེད། ད་འདིའི་བསྒྱུར་ལ་ཡང་ད་ངག་ཉིད་ཀྱི་ཡང་བཅོས་རེད་ག་རེ་བྱས་ན་བཅོས་རེད་ལབ་ན།

འབྲེལ་བ་ཆགས་ཀྱི་ཡོད་མ་རེད། དེ་ཡིན་ཙང་ད་ངས་འདི་ལ་བཀོད་རེད། སྐབས་དེར། སྐྱེ་རྒུའི་བྱ་བ་ལ་ཡོངས་རྟོགས་ལྷུར་ལེན་བློ་གྲོས་ཆེ། ད་ལྟ་འདི་བློ་གྲོས་ཆེ་རྒྱལ་སྲིད་སྲུང་བའི་བླ་མ་ནི་བློན་པོ། མདོར་ན་འདི་ཚང་མ་སུའི་ཁྱད་ཆོས་རེད་བློན་པོའི་ཁྱད་ཆོས་རེད། དེ་མ་གཏོགས་བོད་སྐད་ཀྱི་རྒྱུད་ལ་གར་ཆད་རེད་སྐབས་དེར་བློ་བཟང་བློན་པོ་ནི་རྒྱལ་སྲིད་སྲུང་བའི་བླ་མ་ཡིན། ལེགས་སོ་ད་བློན་པོ་རྒྱལ་སྲིད་སྲུང་མཁན་གྱི་བླ་མ་འདི་གིས། སྐྱེ་རྒུའི་བྱ་བ་ལ་ག་དུས་ནས་རྟོག་ཞིབ་བྱེད་མཁན་གྱི་མི་ཡི་བདག་པོ་ལ་སྨེར་པ་རེད། ལས་ཙམ་མ་གཏོགས་གོ་ཐུབ་ཀྱི་ཡོད་མ་རེད།

ལྟ་ཡ་ལ། ནམ་རྒྱུན་ལྟ་ཡ་ལ། ལྟ་ཡ་ལ་དང་རྟོག་ཞིབ་བྱེད་པ་དང་ལྟ་བ་དོན་དག་གཅིག་པ་རོ། འདི་ཡིན་ཙང་སམ་སྐད་ཀྱི་ཚིག་ལྟ་བུའི་གྱི་དོན་དག་ཡོད་ཡོད་ན་བོད་སྐད་ལ་ག་དུས་ནས་མང་ཆེ་བ་རྟོག་པ་རྟོག་པ་བྲིས་བྱས་ཀྱི། ཡིན་ནའི་ད་ང་ཚོས་ཀྱི་ཅིག་གི་གོ་བ་ལས་འཛོམས་པ་ལ་འཁྲུགས་ནས་སྐབས་འགའ་ལས་རྟོག་ལ་སར་བྲིས་ཡ་དང་ཨེ་ནས་རྣམ་རྟོག་གི་རྟོག་པ་ཡིན་པར་འདུག་ན་དེ་འདྲའི་དཔེ་མང་པོ་དེ་འདྲའི་གོ་བ་ལུང་པ་ཅུང་གང་རྒྱབ་ནས་སླེབས་ཀྱི་ཡོད་རེད་འདི་ཚང་མ་ད་འཐད་ཀྱི་ཡོད་མ་རེད་སྔོན་ཆད་ན་ད་ལེགས་སྐྱེས་ཀྱི་ཚིག་ལྟ་བུའི་གྱི་དོན་དག་ཚང་མ་མང་ཆེ་བ་རྟོག་པ་བྲིས་ཀྱི་རེད་དཔེར་ན། སོ་སོར་རྟོག་པ་པར་ཡ་བེག་ཆེན་འདིའི་སྐབས་སུ་ཨིག་ཤ་ལའི་ཚིག་འདི་ཡོད་རེད། དེའང་ཅིག་དཔེར་ན་ང་ཚོས་ཀྱི་ཁྲུ་ཨེ་ཀྱི་རྒྱུ་གཙོ་བོ་ག་བ་རེད་ག་རེ་ཅེ་ན་ཆ་གི་ལམ་དཔེར་ན། དཔེར་ན་རྟགས་ཆ་རྟོགས་བྱེད་རྟགས་རྟོགས་བྱེད་ལ་ཡ་གི་རྟགས་འདི་དཔྱད་པ་བྱེད་ཀྱི་རྟགས་རེད་བ་ཡ། འདི་རྣམ་རྟོག་གི་རྣམ་རྟོག་གི་རྟགས་འདི་རྣམ་རྟོག་གི་རྟོགས་པ་འདི་མ་རེད་བ་ཡ། གལ་སྲིད་རྟགས་ཆ་རྟོགས་བྱེད་རྟགས་རྟོགས་བྱེད་ཀྱི་རྟོགས་འདི་ནི་དུས་གསུམ་དང་འདྲ་བ་ཆ་བའི་ཨོང་ལྟར་ན་ཁོ་རྟོགས་པའི་དོན་དང་རེད་མ་མེད་མ་ཞིག་རྣམ་རྟོག་གི་རྟོགས་པ་འདི་མ་རེད་བ་ཡ། དཔེ་ཆ་ཡི་ངོས་ནས་གོ་བ་ལྟར་ན་བསམ་བློ་དང་བསམ་བློ་རྟོགས་པ་རེད་བ་ཞིག་སྐད་ཆ་ཁོ་ན་བཤད་ས་ཡོད་མ་རེད་དེའི་སྐབས་སུ་ད།

བློ་གྲོས་ཆེན་པོ་མ་ཧཱ་མོ་དི་སུ་རེད། བློན་པོ་དེ་བློན་པོ་དེ་དང་བློན་པོ་ལ་ཁྱད་ཆོས་ག་རེ་རེད། རྒྱལ་སྲིད་སྲུང་བའི་བླ་མ་རྒྱལ་སྲིད་སྲུང་ཡ་ལ་ད་ལས་ཀ་བྱོས་དོ་བྱས་ཚང་མ་ད་བློན་པོ་གཙོ་བོ་བློན་པོ་ཆགས་དགོས་རོ། ད་འདི་ཡང་ཅིག་བསམ་བློ་འདྲ་མི་འདྲ་བཏང་ཡ་གི་གཞི་རུ་ཆགས་ཀྱི་འདུག་བཀའ་སློབ་ན་ད་རྒྱལ་སྲིད་ཀྱི་རྒྱལ་སྲིད་ཀྱི་ངོས་ན་ད་དཔེར་ན་ད་བཀའ་སྤྱི་ལ་མ་ད་ང་ཚོ་གི་རྩོམ་རྩོམ་རིག་ད་འདི་འཛོམས་པ་ལ་རྩོམ་རིག་ནང་ལ་སྐད་ཆ་ཉུང་ཉུང་ཞིག་བཤད་པ་ལ་བརྟེན་ནས་དེའི་སྐབས་ཀྱི system ག་རེ་ཡོད་པ་དེ་མིག་གིས་དཔྱད་པ་བྱེད་ཀྱི་རོ། རྒྱལ་སྲིད་སྲུང་བའི་བླ་མ་ནི་རཱཇཱ་རཀ་ཆ་གུ་རུ། རྒྱལ་སྲིད་སྲུང་མཁན་གྱི་བླ་མ་དེ་བློན་པོ་ཆ་བདུ། བློན་པོས་དེ་འབྲེལ་གྱི་མནྟ་རི་བློན་པོ་གྱིས་མི་སྐྱོང་ལ་སྨེར་བ་མི་སྐྱོང་མི་སྐྱོང་དེ་དག་ནིརྦ། པ་དེ་སྐྱོང་གི་དོན་དག་ལ་ནིརྦ་མི་སྐྱོང་ལ་སྨེར་བ་ལབ་པ་རེད། ཨུ་ཅེ་ཨུ་ཅེ་དེ་ཡང་བསྐྱར་བཟླས་ཚིག་རེད། ཨུ་ཅེ། འདི་ངས་ལེགས་སྦྱར་གྱི་འདི་ཧ་གོ་ཆེད་དུ་བྲིས་ཡོད།

ཏི་རི་ད་ཞེས་ཞོ་ལ་ད་དང་པོ་ད་ཁོ་ན་ལ་རྒྱལ་པོ་ལ་ད་ཐོ་པ་ཕུ་གི་ད་ར་ཇན་སྐད་རྒྱལ་པོ་རྒྱལ་པོ། ད་འདི་དང་པོ་བོད་སྐད་ཅིག་ད་བ་ལ། རྒྱལ་པོ་རྒྱལ་སྲིད་རྗེས་བརྟན་ཞིང་རྡུལ་ཕྲ་ཟོལ་མེད་སྦྱིན་བྱེད་པ། ཁྱོད་ཀྱིས་སྐབས་གསུམ་འོང་ཕྱིར་ནི་ཕམ་པར་བྱེད་པའི་ངོ་ཚ་གྱུར། ད་འདོད་ན་རྒྱལ་པོ་ཁྱེད་རང་གིས་སྦྱིན་པ་བཏང་བ་ལ་དེ་ནས་སྐབས་གསུམ་གྱིས་འོང་ཆུ་རྒྱལ་སྦྱིན་ཡང་ཕམ་པ་རེད་ངོ་ཚ་བོ་ཆགས་རེད་ལ་ཡི་གི་དོན་དུ་རེད་དོ། ཡིན་ན་ད་འདི་ལ་ངེད་ཀྱིས་བསྒྱུར་ལ་ལྟོས་བཅོས་རེད་དེ་མ་བཅོས་ན་ཡང་ལྟོས་ཡང་ཏག་ཏག་བསྡད་ཀྱི་ཡོད་མ་རེད་རྒྱལ་པོ། བོད་སྐད་ལ་ད་ང་ཚོའི་གི་བོད་སྐད་ལ་དཀའ་ལས་ཁག་ཤོས་འདི་ག་རེ་རེད་ལབ་ན་ད་ཚིགས་བཅད་ནང་ལ་འབོད་སྒྲ་འདི་ཧ་གོ་དཔེ་དཀོན་པོ་ཆགས་རེད་ཧ་གོ་དཔེ་ཁག་པོ་ཆགས་གོ་རེད་ད་ང་ཚོའི་གི་དཔེ་ཆ་ཡིན་ན་དཔེ་ཆ་ལ་ཡིན་ན་རྒྱ་བོ་ཞེས་འབོད་པ་ཧོ་ལ་ནས་མ་འགྲེལ་བཤད་ཀྱི་ཟིན་པ་ལ་དཔེ་ཁ་གསལ་པོ་ཆགས་ཀྱི་རེད་ད་འདི་འདྲའི་འགྲེལ་བཤད་མ་དགོས་ན་ཨ་ནི་རྒྱ་བོ་འཛིན་པ་ལ་སྤྲོ་བས། རྒྱལ་པོ་སྦྱིན་ལ་སྤྲོ་བ་ཡི་ལས་ཙམ་པ་ཀྱེ་རྒྱལ་པོ་སྦྱིན་པ་ལ་སྤྲོ་བས་ཟློ་བའི་ལས་ཡིན་ན་འདི་ལ་གཅིག་མཚམས་དང་དུས་གང་ཡང་མེད་ན་རྒྱལ་པོ་སྦྱིན་པ་ལ་སྤྲོ་བས་ཟློ་བའི་ཁབ་ཏུ་ཁོ་ན་ནི་འབོད་ཚིག་འདི་ཡང་ནི་བྱ་བ་པོ་ཆེ་བྱ་བ་པོ་ཀྱི་རྣམ་པ་ལ་ཆ་ཡ་གྱི་ཉེན་ཁ་ཆགས་ཀྱི་འདུག་འདི་ཟེར་ངེས་རྟགས་འདི་རྒྱབ་རེད་རྒྱལ་པོ། རྒྱལ་སྲིད་ལ་རྒྱལ་སྲིད་ལ་མཛེས་ཤིང་རྡུལ་བྲལ་ཁྱོད་ཀྱིས་ཟོལ་མེད་པར་སྦྱིན་པས་སྐབས་གསུམ་ཨོང་ཆུ་ནི་ཕམ་པར་བྱས་པའི་ངོ་མཚར་རྒྱུད་ལ་དག་འདི་ལ་རྒྱུར་ཚང་མ་བཅོས་རེད། ག་ཅི་ན་མ་ད་རྒྱལ་པོ་ལ་ན་ད་འབོད་སྒྲ་རེད་ཧེ་ལགས་ཅན་བྲིས་རེད། དེ་ནས།

སྐབས་གསུམ་གྱི་དབང་ཕྱུག་ཏི་རི་ཏཱ་ཤྲཱི་སྐབས་གསུམ་ལ། སྐབས་གསུམ་ལ་ཏེ་ལྷ་ཡུལ་ལ་གོ་དགོས་རེད་འདི་ཀྱི་དབང་ཕྱུག་ཏི་རྒྱལ་ཆེན་ཏེ་སྐབས་གསུམ་གྱི་དབང་ཕྱུག་རྒྱལ་ཆེན་འདི་ནིར་ཇི་དང་ཕམ་པར་བྱས་པ་རེད། དེ་ནས། ཏི་རི་ཏཱ་ཤྲཱི་ཤོ་ར་ལ་བརྗོད་དེ་འདི་ནི་ཏི་རི། སྐབས་གསུམ་གྱི་དབང་ཕྱུག་ཏི་ངོ་མཚར་རེད། ག་རེ་བྱས་ནས་ཕམ་པ་རེད་ག་ནས་ཕམ་པ་རེད་ལབ་ན། ནིར་བྷྱ་ཇཱ་དཱ་ནི། བཟོལ་མེད་པ་གཅིག་གིས། བཅོས་མ་མ་ཡིན་པའི་གྱི་སྦྱིན་པ་བཏང་བ་ལ་བརྟེན་ནས་སྦྱིན་པ་རྣམས་ལ་བརྟེན་ནས། སྐབས་གསུམ་གྱི་དབང་ཕྱུག། བརྒྱ་བྱིན་དེ་ཡང་ཕམ་ཕམ་ལས་ངོ་མཚར་བར་གྱུར་ཏེ་ལེགས་ཐོས་དང། རྒྱལ་པོ་རྒྱལ་སྲིད་མཛད་བདེན་ཞིང་བདུད་དགྲ་ཟོལ་མེད་སྦྱིན་བྱེད་པ་ཁྱོད་ཀྱིས་སྐབས་གསུམ་འོང་ཆུ་ནི་བདུད་དགྲ་བྱེད་པ་ངོ་མཚར་གྱི་རྟ་འདི་ལ་འདི་སྤྲད། རྟ་ནི་འདི་ལྟ་དང་པོ་ཅིག་རྒྱལ་པོ་ཁྱེད་རང་གིས་སྐབས་གསུམ་གྱི་འོང་ཆུ་ནི་ངོ་མཚར་བོ་ཆེ་ཞིག་ལ་རེ་ད་འདིའི་འོག་ལ་ད་ཡང་ཉང་ཁ་ག་རེ་ག་རེ་ཡོད་པ་དེ་ཡང་མ་འོངས་ལ་ག་ཅན་གསུང་གིན་འདུག།

ད་འདི་ལ་དོགས་ནས་ཕྲག་དོག་རྣམ་འཁྲུལ་དང་ངེས་པ་ཁོ་ན་ཅིས་མི་འབྱུང་ན་འདི་ལ་ད་འགྱུར་ཏེ་ལྟོ་སྤྱོད་དེ་མཐོང་ནས་སུ་ཞིག་ཕྲག་དོག་གིས་དབང་དུ་འགྲོ་བ་མ་ཡིན་ནམ་ད་དྲིས་ད་རྒྱལ་པོ་གིས་རྒྱལ་པོ་ལ་ག་རེ་རྒྱལ་པོ་ལ་ད་མི་སུ་ཡིན་ན་ཕྲག་དོག་བྱ་གི་དང་པོ་ད་སྤྱི་དང་རུ་སུ་གསུང་གི་ལ་གི་དོ་མི་སུ་ཡིན་ན་ཕྲག་དོག་མ་བྱེད་པ་སུ་ཡོད་རེད་ལ་ད་ག་རེ་བྱས་ན་ཕྲག་དོག་བྱ་དགོས་རེད་ཕ་རོལ་པོ་དེའི་ཡོན་ཏན་རྫོགས་པ་དང་གཅིག་བདག་ཉིད་ལ་ཡོན་ཏན་དེ་མེད་པ་དེ་མཐོང་ཐོས་ཚོར་མ་ལ་ཡོད་ནི་ཕྲག་དོག་གིས་དབང་དུ་མ་གྱུར་བ་ཡོད་མ་རེད་སུ་ཡོད་ཕྲག་དོག་གིས་དབང་དུ་མ་འགྲོ་བ་སུ་ཡོད་རེད། པ་ར་སི་ཡ་གཞན་གྱི་རྣམ་དབྱེར་གྲུབ་པ་རེ་དོགས། པུར་ན་གང་བ་རྫོགས་པ། དགུ་ན་ཡོན་ཏན་དགུ་ན་དམ་དང་རྣམ་དབྱེ་གྲུབ། གཉིས་པ་ཀྱི་ཚིགས་བཅད་ལས། པུར་ན་དགུ་ན་དམ་གཞན་ཡོན་ཏན་གྱི་རྫོགས་པ་ཉིད་ལ་དཱིར་ཤྲཱི་བ་མཐོང་ནས། ཚིགས་བཅད་དེ་བཞིན་ཨ་ཏྨ་ན་བདག་ཉིད་ལ་ཏཏ་བི་ཧི་ན་དམ་ཡོན་ཏན་དེ་མེད་པ་མཐོང་ནས། ཀོ་ན་མ་ན་ཡ་ཏི་སུ་ཞིག་མི་འགྱུར་རམ། ཀོ་ན་མ་ན་པུ་ར་སི་ཨ་ཡ་ཏི་ན་ཡ་ཏི། ག་རེ་ལ་ཆགས་ཀྱི་ཡོད་མ་རེད། མ་ཚར་ཡ་སེ་ཡ་བི་དེའི་ཡ་དམ། མ་ཚར་ཡ། མ་ཚར་ཡ་དེ་ཕྲ་ཕྲ་དོག་དང་སེར་ནག། སེར་ནག་ནས་ཡག་པོ་འདུག་དེ་ལ་དང་པོ་ནས་ཕྲ་དོག་འགྱུར་ལྡོག་བསྟན་ཟིན་འོག་ལ་ངེས་ཀྱང་ཕྲ་དོག་ཤ་དོག། བི་དེའི་ཡ་ད། བི་དེའི་ཡ་ད་ལ་ཡག་སོ་ད་ཨོང་དུ་འགྱུར་བ། སེར་ནག་འམ་ཕྲ་དོག་གི་ཨོང་དུ་མ་འགྱུར་བ། བི་དེའི་ཡ་བི་དེའི་ལ་ཡག་སོ་ད་ག་དུས་ནས་ད་ཨོང་འདི་གི་ད་ཀ་གོ། ཀ་ལ་ཉན་མཁན་ལ་བི་དེའི་ཡ་ཆགས་ཀྱི་རོ། མདོར་ན། ཕྲ་དོག་གི་ཀ་ལ་མ་མཁྱེན་མཁན་གྱི་མ་མཁྱེན་མཁན་སུ་ཡོད་རེད།

བསྟན་པའི་སྐྱེ་བོ་ཕྲག་དོག་ཅན་ཕལ་ཆེར་གདུང་བས་ཉམས་པར་གྱུར་ད་དེ་ལ་ཡན་བསྐྱར་བོད་སྐད་བཀླགས་ད་སྡེ་དགེ་པར་མ་རྣམས་ལ་མེད་དྲིས་ཏོ་འདྲེན་པའི་མེ། ད། སྔོན་ཇི་ལྟར་མེ་དེ་ཡིན་ས་མ་རེད་སྔོན་ཇི་ལྟར་མི་ག་ཅི་ན་ཕ་ཡ་གི་ལ་སམས་ཀི་ལ་ག་རེ་ཡོད་རེད་ལྗང་ན་ལ་ཅིག་དེ་ཡོད་རོ་མེ་མེ་གི་སྐད་དུ་རྩ་བ་ནས་ཡོད་མ་རེད། ད་དེ་ལ་འདི་ཡན་བསྐྱར་འགྱུར་བཅོས་རེད། ཆེན་པོ་རྣམས་ཀྱི་ལེགས་བྱས་ལའང་གཞན་གྱིས་ཁྱད་འཕགས་འདྲེན་པ་ལ་བསྟན་པའི་སྐྱེ་བོ་ཕྲག་དོག་ཅན་ཕལ་ཆེར་སྐྱོ་བར་འགྱུར་བ་ཡིན། འདུག་སེམས་མ་བཅོས་རེ་དགའ་ཅན་ལ་མ་བལྟ། གཞན་གྱི་ཁྱད་པར་ལ་འགྲན་མཁན་གྱི་མི་དུ་འཛོ། གཞན་གྱི་ཁྱད་པར་ལ་འགྲན་མཁན་འགྲན་པ་ལ་བརྟེན་པར་འདོད་ན་གཞན་གྱི་ཁྱད་པར་ལ་འགྲན་མཁན་གྱི་སྐྱེ་བོ་ཕྲག་དོག་ཅན་དུ་འཛོ། ཕ་རོལ་པོ་གྱི་ཡོན་ཏན་དང་ལྡན་པ་ཕ་རོལ་པོ་གྱི་ལེགས་བྱ་ལ་ཡང་ལེགས་བྱས་འདུག་ཚུལ་མཐོང་ན་ཡང་ཁོ་ག་རེ་སེམས་པ་སྐྱོ་འགྲོ་གི་རེད་ཁོ་ལ་ཉེས་སྐྱོན་སྐྱེ་གི་ཡོད་རེད། ད་ངོ་ཅན་ད་ཉེས་སྐྱོན་སྐྱེ་ལ་སྐྱོ་བོ་ཡོད་ན་ཉེས་སྐྱོན་སྐྱེ་གི་ར་ཡག་པོ་ཡོད་ན་ཉེས་སྐྱོན་སྐྱེ་ན་ད་འདི་འགྲོ་ས་ཡོད་མ་ར།

འདི་ལ་ལེགས་སྦྱར་གྱི་ཞུ་བདུད་ཅེས་བྱ་བའི་དེབ་འདི་ལ་མཉམ་དུ་བྲིས་འདུག་གསར་པ་སོགས་བདག་ན་མ་རེད་བདག་ན་ཚང་མ་མཉམ་དུ་འདུག་ངས་བལྟས་ན་འདི་ལ་དུམ་བུ་བཏགས་ན་ཡག་པོ་རེད་བསམ་གྱི་འདུག་ད་ག་རེ་བྱས་ན་བླུན་པོ་འདི་གའི་རྒྱལ་པོ་ལ་གྲོས་བྱེད་ཀྱི་རེད་རྒྱལ་པོ་ལ་ཞུ་ཡོད་རེད་ད་ཁྱེད་རང་གིས་ཚང་མ་སྦྱིན་པ་བཏང་གིན་ལ་ཡིན་ལ་ཁྱེད་རང་གིས་ས་བསམ་ཞིག་བྱ་དགོས་ཀྱི་རེད་ལ་ནི་ད་གསུངས་ཀྱི་འདུག་བདག་ན་འབད་ས་ནི་ནའོ་ཏེ་ཏེ་རྣལ་མའི་དྲུག་པ་གི་ཚིགས་ཟིན་ལ་ཏེ་རགས་རྒྱ་རྒྱལ་པོ་ཁྱེད་ཀྱིས།

ཕུ་གུ་སྦྱིན་པ་བཏང་ཡས་དང་ད་ར་ཆུང་མ་སྦྱིན་པ་བཏང་བ་དང་ཨཱཏྨ་དཱ་ན་རང་ཉིད་སྦྱིན་པ་བཏང་ཡས་དེ་སྦྱིན་པ་བཏང་ཡས་ལ་སངས་ཀཱལ་པ་སྦྱིན་པ་བཏང་ཡས་ཀྱི་ཁྱེད་རང་གི་བསམ་པ་དེ་སངས་ཀཱལ་པ་སངས་ཀཱལ་པ་དེ་བོད་སྐད་ཀྱིས་བརྩམས་པ་ལ་སྐབས་འགའ་རེ་རྟོགས་པར་བྲི་གི་རེད་ད་འདི་སྐབས་སུ་བསམ་པ་རང་བྲིས་ངེས་པ་ཆེ་བསམ་པ་དེ་བསམ་པ་དེ། ཧེ་ཏེ་སྭཱ་ཧཱ་སྭཱ་པེ་བེ། སྭཱ་ཧཱ་སྭཱ་པེ་ག་རེ་ད་དེང་སང་ཡིན་ད་ང་ཚོ་གི་པེ་བློ་ཁོག་ཆེན་པོ་འགྲོ་ལ་གོ་ར།

དཔེར་ན་ང་ཚོ་ཡང་དག་པའི་རྟོགས་པ་ཡོད་ར་སམ་མེག་སམ་མེག་སངས་ཀལ་པ་ཡོད་ར་ཡང་དག་པའི་རྟོགས་པ་འདོད་ན་ཡིན་གཅིག་མིན་གཅིག་རྟོགས་པ་ལ་ན་ང་ཚོ་སྐད་ཅིག་གིས་སྤང་བྱ་ཡིན་པ་ད་ཅི་ད་ད་རྟོགས་སམ་བསམ་གྱི་སམ་སྤང་བྱ་ལས་ཡིན་ན་ད་དང་པོ་ལས་དང་པོ་ལ་སྤང་བྱ་མ་ཡིན་པ་ཆ་འདི་ར། སངས་ཀལ་པ་ཧེ་ཏི་སྭ་ཧཱ་ས་འདི་ད་སངས་མ་སྦྱིན་པ་བཏང་ཡག་གི་བུ་དང་ཆུང་མ་དང་བདག་ཉིད་སྦྱིན་པ་བཏང་ཡག་གི་བསམ་བློ་འདི་ཨ་ཏི་སྭ་ཧཱ་ས་ཐུབ་ཆ་ཆེན་པོ་རེད།

གང་གིས་འགྲོ་བའི་གཙུག་གིས་ནི་ནོར་བུ་ཉམས་བྱེད་རབ་འབྱོར་པ། ཤིན་ཏུ་དྲག་ཅིང་འཇིགས་པའི་རྒྱུ། མི་ཟད་རྨི་ལམ་དེས་དེ་མཐོང། ད་དུ་ན་རྣོན་པོ་འདི་གིས་ད་ཁོང་ལ་མཚན་མ་ཉམས་པ་རྨི་ལམ་ཉམས་པ་སྒྲ་མི་རྟག་མཐོང་བ་འདི་ལ་རྒྱུ་རེད་ད་རྒྱལ་པོ་འདི་པས་སྦྱིན་པ་ཆེན་པོ་དེ་འདྲ་ཡོད་པ་ཡིན་ཙང་རྨི་ལམ་སྒྲ་མི་མཐོང་བརྩོན་པ་ལ་ཅིག་ཉན་ཁ་ཡོད་པ་འདི་ཁོ་ཁོ་ཞུས་ཀྱི་འདུག།

དེ་ལྟའི་སོབ་ན་རྨི་ལམ་དེ་དང་དེ་འདའ་རུ་ན་དྲག་པོ་མི་ཟད་པ་འདའ་རུ་ན་རྣམ་སྨེ་དང་པོ་གི་མང་ཚིག་རེད་དེ་དེ་རྣམ་སྨེ་དང་པོ་གི་མང་ཚིག་རེད་སོབ་ན་རྣམ་སྨེ་དང་པོ་གི་མང་ཚིག་རེད་ས་རྡོ་ས་ཧེ་ལྟ་བ་རྣམ་སྨེ་དང་པོ་གི་མང་ཚིག་རེད་ས་རྡོ་ས་འཇིགས་པ་འཇིགས་པའི་གི་རྒྱུ་ཡིན་པའི་གི་རྨི་ལམ་དེ་དང་དེ་མི་ཟད་པ་དེ་ཚོ་མཐོང་གི་འདུག་ད་རྨི་ལམ་དེ་ཚོ་ག་རེ་ག་རེ་ག་རེ་ག་རེ་སྔོན་བརྡ་བཏང་གི་རེད་ག་རེ་སངས་ཀྱི་ཡོད་རེད་ཡེ་ཡིས།

གང་གིས་འགྲོ་བའི་རྨི་ལམ་གང་དག་གིས། འགྲོ་བའི་ཚུལ་གྱིས་ནི་ནོར་བུ་ཉམས་བྱས་རབ་བརྗོད་པ། ཤིན་ཏུ་དྲག་ཅིང་འཇིགས་པའི་རྒྱུ། མི་ཟད་རྨི་ལམ་དེ་དེས་མཐོང།